དེ་ནས་ད་དར་ནག་ཚོ་བོད་འགོ་ཚོ་སློང་དར་མ་གི་སྐྱེ་བ་ནི་ད་ཁོ་རང་གི་ད་དེ་འདྲ་གྱི་རྒྱལ་བ་ཐང་ཆེན་ཆེན་པོ་གི་གཞོན་ཆེན་དཀར་པོའི་ང་བཏང་ཉིན་ལ་ད་རྗེས་སུ་ཡི་རང་ཡོད་སི་བོད་གི་རིག་གཞུང་ཡོད་ན་མེད་ན་འཛམ་གླིང་ནང་ལ་ངམ་ཆུ་ཡ་དེ་རེད་གསུངས་འདུག་ཡ་དེ་གཞོན་སྐྱེས་དཀར་པོའི་ངག་རྩ་ནས་ཕན་ཐོག་ག་ཡིན་ཡོད་མ་རེད་གསུངས་ནས་ཐ་ཅི་ཏུ་དགག་པ་བརྗེད་ནས་ཁོ་རང་འགྲོ་གི་རོགས་ད་ད་ཁ་དཀར་ལགས་ཀྱིས་ངའི་རྒྱ་བོར་མོ་ཆེན་གཅིག་གསུངས་བཀའ་དྲིན་ཆེ་གི་ཡོད་ལབ་གི་རོགས་ད་དེ་འདྲ་བྱས་ཏེ་ཡིན་ཙང་ད་རིང་བཀའ་ལྷོག་དེ་ཐག་སྐྱོ་བོ་འདྲ་བོ་བྱས། རྒྱལ་བ་ཡེ་ཤེས་ནོར་བུ་ལ་གདིང་ཚད་མེད་དོན་གཉིས་ཀྱིས། ཁྱོད་རང་ཚོ་གི་སྨོན་ལམ་བརྗེ་རོགས་ཞེས་གསུངས་ནས་ནི་མ་གསུངས་འདུག་གུ་ཡ་ཅི། བློ་བཟང་སེང་གེ་གི་དུས་ཚོད་ལོ་བཅུ་གི་རིང་དེ་ལ་ཁྱོད་རང་ཚོ་བློ་བདེ་བོ་བྱས་ནས་བསྡད་ཤག་ཨཱ། ཨཱ་ནི་དགུང་ལོ་བརྒྱ་གི་ཡ་ཐག་བརྒྱ་དང་ལྔ་བརྒྱ་དང་བཅུ་བརྒྱ་དང་བཅོ་ལྔ་བརྒྱ་དང་ཉེར་གཙང་ང་དེ་འདྲའི་སྤོབས་པ་ཆེན་པོ་གི་འདི་ཚེ་ཐོང་པོ་ཀུན་བྱུང་ཆུ་སོང་འདོད་རེད། ད་ད་ནོར་ཚོ་པའི་མགོ་གཙོ་སྤེན་པ་ཚེ་རིང་ལས་ནི། ད་རྒྱ་བ་ཡིད་བཞིན་ནོར་བུ་བཀའ་སློབ་དང་པོ་དེ་དེ་འབྲེལ་གྱིས་གནང་སོང། ཨ་ནི་ད་ནངས་ཚོགས་པ་གསང་ན་ག་རེ་གཏོང་དགོས་ས་འདོད། ཆོས་དང་རིག་གཞུང། ནང་པ་ཚང་གཅིག་པའི་གི་ད་ཅིག། བསྟན་པ་དེ་འཛམ་གླིང། སྤྱོད་ལ་ཧང་ལ་ཤ་བོ་ཡང་འདྲ་པོ་ར་ཅི། ད་རྒྱ་བ་ཡིད་བཞིན་ནོར་བུ་རྟག་པ་གསུངས་གི་ར་འཛམ་བུ་གླིང་ཤུ། ད་དངོས་གནས་དྲང་གནས། སྤྱི་ནོར་ལ་ན་ལ་ཆོག་གི་རེད། འོ་དེ་འདྲའི་གསུངས་འདོད་ཡ་དེ། རྒྱ་ནག་གཞུང་གི་རྩ་མེད་གཏོང་ཐུབ་ཡོད་མ་རེད། ད་ད་ནང་ཚོགས་པ་རྩ་མེད་བཏང་ཡ་ལ། ད་དགོན་པ་ཞིག་སྐུ་འདྲ་ཞིག་སྡོད་ཆོག་གི་མ་རེད་ལ་བཙན་དབང་གཏོང་ན་རྒྱ་གར་གཞུང་ཁས་ལེན་གི་མ་རོ། ད་ཁོ་རང་ཚོ་ནང་སྤོ་གི་བུ་ཕྲུག་གཅིག་བ་ཡོད་མ་ར་གྲ་བ་ཟེ་ཡ་དེ་མིག་མཐོང་ས་ཡོད་མ་ཀླ་ཀློ་ཀླ་ཀློ་ཆགས་ས་ར་ཀླ་ཀློ་ལུང་པ་ཆགས་ས་ར་ཁོ་རང་ཚོ་ཀླ་ཀློ་ཆགས་དུས་ར། ད་མི་ལ་ཡོད་དུས་ཡ་དེ་ནང་གི་ཁོ་རང་རྩ་མེད་བཏང་ཡ་ཐ་གས་བཤད་ནས། ད་ཁོ་རང་ཚོ་ད་བར་ཆད་འདི་འདྲའི་ཕར་བལྟས་ན། ཁོ་རང་ཚོར་རེ་བ་རྒྱས་ས་གཅིག་པུ་ཡོད་མ་རེད་དྲན་གྱི་འདུག་ག་རེ་ཡིན་ན་ང་ཚོ་བོད་གངས་ཅན་ལྗང་གི། ཡོད་ན་མེད་ན་འཕགས་པ་གཤེན་རས་ཅན་དུ་རྒྱལ་མཚན་སྒྲོལ་མ་རེད། རྒྱལ་མཚན་སྒྲོལ་མ་གི་དགག་པ་བལྟས་ནས་རྒྱལ་མཚན་སྒྲོལ་མ་ལ་ག་ཡིས་ཕན་གི་མ་རེད་ཟེར་ཕན་གི་རེད་རྒྱལ་བ་ཐང་ཆེན་ཆེན་པོའི་སུན་སུན་མ་ལ་སྒྲོལ་མ་འདོན་ན་ཕན་གི་མ་རེད་ཟེར་རྒྱལ་མཚན་སྒྲོལ་མ་གི་ཕན་གི་མ་རེད་ལབ་ནས་འོ་དེ་འདྲའི་བཤད་དབང་འདི་ནི། ད་དེ་ལ་དགའ་ཟེར་ཞེས་ནི་དཔའ་བོ་རེད་ཟེར་མི་ཡག་པོ་རེད། འཇོན་མཐོང་ཅན་རེད་ལ་ནི་ད་དར་ནག་ཚོགས་པ་དེ་འདྲའི་ལབ་ཡོད་རོགས། ད་རྗེ་བཙུན་སྒྲོལ་མ་ལ་དགག་པ་བརྒྱད་གཤེན་རིག་འཛིན་ལ་དགག་པ་བརྒྱད་འོང་དུས་ནི་ནང་ལོག་ལ་གཅིག་ཡོན་ཆབ་ཕི་ཡག་ཏུ་སྤོས་པ་ཡག་ཏུ། སྐུ་ཕག་ཏུ་སྐུ་ཏུ། ཨ་ནི་ལག་ལ་མར་གྱིན་ཁ་ནི་ཁ་གྱིན་མར་འདོན་ཡག་ཏུ་ལག་ལ་ཁྲིམས་ཡག་ཁ་ཡག་དེ་འདྲ་ཡོད་ཀྱི་མ་རེད། དེ་ཡོད་ན་དུ་ངོ་ག་ཚ་ག་རོགས། གར་བྱས་ན་རྗེ་བཙན་སྒྲོལ་མར་ཕན་གི་མ་རེད་ཟེར་རྗེ་བཙན་སྒྲོལ་མར་ཕན་ད་ཅི་གང་ག་གལ་ཆེ་ཡ་ཡོད་མ་རེད་ཟེར། ཨ་ད་རྒྱལ་བ་ཐང་ཆེན་ཆེན་པ་ལ་ཨ་ནི། ཡིད་ཆེས་མ་བྱེད་རྗེ་བཙན་སྒྲོལ་མ་ལ་ཡིད་ཆེས་མ་བྱེད་ཕན་ཡ་ཡོད་མ་ར་བདེན་གཅིག་ག་ད་འུ་ཐུག་དུས་སྒྲོལ་མ་འདོན་གང་བྱེད། སྒྲོལ་མཆོག་གཏོང་གང་བྱེད། ཨ་ནི་འུ་ཐུག་དུས་ནས་ཨ་ནི་ཆོལ་ཁོང་ནང་ལ་སྐུ་སྒྲོལ་མའི་སྐུ་ར་བཞག་གང་བྱེད་ན་ངོ་གོ་ཚ། དངོས་གནས་གྲོགས་ནི་ཚེ་འདི་ལ། མིར་བཏགས་ནས་ངོ་མ་ཚ་ན་རྒྱུ་མཚོན་སྒྲོན་མར་བཏགས་ནས་རྒྱུ་མཚོན་སྒྲོན་མ་བྱེད་རིན་འབྱིན་ངོ་གུ་སེ་གུ་མ་ར་འབྱེད་ན་ངོ་ཚ་གུ་རུ་བ་མགོ་བཏུམ་ནས་འབྱིན་མིག་བཙུམ་ནས་འབྱིན་ན་མ་གཏོགས་ཡོང་ཡ་ཡོད་མ་རེད་དང་ན་ཚོགས་པ་ཟེར་ཡ་དེ་དག་དེ་འདྲའི་ཕྱིར་རོ། ཨ་དེ་དེ་ཚོགས་མ་བཟོ་ཉེ་དེ། ཨོ་དང་ན་ཚོགས་པ་མགོ་གཙོ། དཔོན་པ་ཚེ་རིང་གི་མགོ་ཁྲ་ནས་དེ་ཚོགས་པ་དེ་གི་ཚོགས་མ་བཟོས་སོང་ལ་ནི་ཞུ་ཡ་ཡིན་འདུག།